འོ་འདི་འགྲོ་ཡིན་ན་ད་ངས་ངའི་རོགས་པ་བྱོས་ར། འོ་འདི་དངོས་གནས་ཁོ་ར་ཁོང་ང་ལ་དགའ་རན་ཆེན་པོ་རེད་ཁོ་གིས་ངའི་མིང་མ་བཏོན་ནི་རེད་བྱས་པ་ང་བསམ་གི་ཡོད་ག་དུས་ནས་ཡོད། ཨ་ནི་ང་ཁོ་ལ་རོགས་པ་བྱས་ཀྱི་འདོད་པ་ཡོད་ཡིན་པ་ཡིན་ནའི་འདི་འདི་དུས་ཚོད་ལ་ར་ང་ལ་གནས་སྟངས་དེ་འདྲ་མེད་རོགས་པ་བྱེད་ཡ་འགྲོ་གི་ད་ཅིག་ཡོད་ཨ། སོ་སོ་ངོ་ནས་ཁ་ཆེ་ཐུ་བ་དེ་ད་ཆེ་ཐུ་བ་དེ་ད་ང་མ་ཐོན་ཚར་ནས་ཨ་ནི་ཁོ་ལ་ཅིག། ནང་ལོགས་ལ་ག་རེ་གོ་དགོས་ཡོད་མེད་གཅིག་གྱོན་རག་འདུག་ཚོ། ང་རང་གིས་ཧ་གོ་བོ་རང་ང་རག་འདི་ནས་མ་ལས་གྱོ་སོང་ཙང་ནས་ངས་གྱོ་འདུག་ཚོ་ཧ་ཡ་ཀྱེ་འདུག་ཚོ་ཆེ་ཡ་འདུག་ཚོ་ངས་ཆེ་ཡིན་རོ། ཨ་ནི་འདི་རྗེས་ལ་ད་ང་ཕེ་ལ་ལ་ད་ལ་ནི་དེ་དེ་ན་ཡག་པོ་མར་ལ་ནི་ད་ང་ངའི་ཕ་ལ་དྲིན་ཆེ་པ་ལ་ད་ལ་གི་ང་ལ་ད་འདུག་ང་རོག་པ་ཆེ་གཉིས་ཕ་ལ་ཡོད་ར་འོ་འདི་གི་ང་ལ་འདི། ལམ་སྟོན་གནང་བ་ན་ཤི་ར་ནི་ང་དེ་ཡར་ཤི་ར་བྱུང་མ་སུ་ར་ནི་འདི་རེད་ཨ་འདི་ནི་གཅིག་གི་འདི་ལ་འདུག་ག་རེ་ཁོ་བཙོ་ང་ན་ལ་ཡོད་རེད་མ་དོན་ཚར་རེད་ལ་ཁོ་དོན་ཚར་ཁོ་དོན་རེད་ང་དོན་ནི་ཕལ་ཆེ་ད་བ་གསུམ་བཞི་ཆ་ལ་ཁོ་ཡི་ཐར་དུ་ཡ་ཁོ་གི་པ་ལ་ལེ་ལ་ཚོང་རྒྱག་བོ་ར་ཨེ་ང་ཡོད་བའི་སྐབས་ལ་ཕ་མ་གི་དམིགས་བསལ་ཡ་ཆི་བོ་མར། ནས་ད་ཕྱི་རྗེས་ལ་ཡ་ཆེ་ཡིན་གྱི་ར་ད་ག་ནས་འདུག་ནས་ཕ་མ་ར་ཁོ་རང་གི་ཕ་མ་ཡོད་སླད་ལ་ཚོང་རྒྱག་བོར་ཁོ་ཚོ་ཨན་འགྲིག་ཚོང་འདི་ནས་རྒྱག་བོར་ཡ་འོ་འདི་གི་ཕྱི་རྗེས་རོགས་པ་བྱེད་ནས་ཁོ་ཐར་འདུག་དོན་ཚར་རེད་ཡ་ཨ་ཡིན་ནས་ད་ལྟ་ཆར་ལ་ང་ལ་དམིགས་བསལ་འབྲེལ་བ་མེད་འོ་དེ་འདྲ་རེད་ཨ་ནས་ད་དེ་ནས་མ་ཁེ་སང་དུ་ཡ་ཉིན་ཐུང་ནང་ལ་ཐེངས་གཉིས་ཀྱི་དེ་དཀའ་ངལ་འདི་ཤེས་དུས་ཁོ། ཁོག་གི་ཐ་སྙད་ཐུང་མདའ་ལ་ཚུད་རོགས་ཡ། འོན་ཏེ་ངེད་ཀྱི་ཧ་གོ་འོས་ད་ལྟ་ཡིན་པས་ནས་ངེད་རྐང་བཙུགས་ནས་ཁོ་ལ་དེ་འདྲས་ཅིག་བྱེད་རྒྱུ་མ་ད་རྐྱེན་བར་ཞེ་ཁྲེལ་ནས་ཚུད་རོགས། ཡིན་ནས་ངེད་ཐུང་མདའ་ལ་ཁོ་རང་ལ་གྱོང་དཀའ་ངལ་མང་པོ་ཞིག་འཕྲད་ཡོད་རེད་ད་དུ་ཚང་མ་ངེད་ཀྱི་དྲན་རྒྱུ་ཡོད་རོགས་ད་ཕྲན་ནས་ཧ་ཆེ་བོར་བྱས་ཡོད་མི་འདུག། འོ་དེ་འདྲས་རེད་ཨ་ནི་ད་འདིར་མ་སྒྲུབ་བཞིན་པ་ད་ད་རིང་ག་ཅིག་སྒྲུབ་འདི་ཤེས་བ་ཡིན་ན་རོགས།

གྲོགས་པོ། སྤྲུལ་སྐུ། སྤྲུལ་སྐུ་ཡོད། སྤྲུལ་སྐུ་གིས་ང་ལ་ཡོད་བཀའ་དྲིན་ཆེན་པོ་ཡིན། སྤྲུལ་སྐུ་གིས་ང་ལ། ཁང་པ་ལེན། ཇོ་གུ་བ་ར་ལི་ཡ་ཁང་པ་རེ་ལེན་ཇིམ་བཅའ་ལ་བཞག། ཨེན་ཀྲེས་ང་ལ་རོགས་པ་མང་པོ་བྱས། རྟ་རྔ་བསྡུ་དུས་ཧེ་བི་བེད་སྤྱོད་བཏང་བའི་སྐབས་ལ་ར་རྟ་རྔ། ད Trucks དང་མིང་བོད་ནས་ད་ཆོས་དམར་ར་ཡིན་ནའི་བེད་ཧེ་བི་རེ་ལྔ་ཁ་བརྒྱ་ཚང་མ་ཆུ་འགོར་ད་བསྡུ་དུས།

ད་ཉེ་དགུ་འགྲོ་ཡིན་ན་ཉི་མ་རིང་དྲགས་ནས་ཡོད་ཉི་མ་ཟོལ་མེད་སྐྱོར་འགྲོ་ཚུར་རྒོལ་དུ་འོང་འདོད་དུ་ཡོད་སོ་སོ་ལས་ཀ་མེད་ཨང་དེ་ག་ལ་ཁ་ལག་དུ་ཟས་ཏག་ཏག་ར་འོང་མར་ཨེ་འདྲ་འགྲོ་ཚུར་བདེ་བའི་སྐབས་ལ་ར་ཨང་ད་ད་ངའི་གྲོགས་པོ་གྲོགས་པོ་གི་ཨམ་ལགས་ཨམ་ལགས་ཀྱི་དཔེ་མ་སྲིད་བཀའ་དྲིན་ཆེན་པོ་ཡིན་ར་ཨམ་ལགས་ཀྱི་ཐབས་ང་ཚོ་ཡས་བདེ་ས་གཅིག་ལ་བསྡད་འདོད་དུས་ཨ་ནི་ཨམ་ལགས་ཀྱི་སྐད་དང་འགྱུར་ཨ་ནི་དངུལ་བྲིས་རྐུ་མ་གཅིག་བཏུངས།

སོ་སོར་སྡིངས་ཀྱང་སྙམ་པོ་འདྲི་བར་བྱེད་ལ་སོ་སོ་ལ་ནད་རྟགས་འདི་ཟེར་བོ་ནའི་འདྲི་བ་ཆེས་བདེ་བོ་དང། ང་ལ་ནི་ནད་རྟགས་ངེས་མ་རུ་ཡོད་ནི་ང་ཡི་འདྲི་བ་ཆེས་ཆེ་ཚུགས་མི་འདུག་ཡོད་ནི་དེའི་རྗེས་ལ་ད་ཨ་ཅག་གིས་ཕལ་ཆེར། འདིའི་དུས་ཚོད་ལ་ཐ་སྙད་ཀྱི་ནང་ལ་ག་དྲོད་ག་ཚོད་ལྕགས་སྲིན་པོ་སོགས་པར་བོས་ལ། ཡོད་ང་ར་ནང་མི་ཞིང་པ་ཅི་རེད། འཚོ་བའི་ཐོག་ལ་ཞིའུ་བཞུ་དེ་འདྲས་ཡག་པོ་དེ་འདྲས་ཡོད་མ་རུ་ཡོད་ཡིན་པ་ནི་ཐ་སྙད་ཀྱི་དུས་དུས་ང་ར་གི་སྨྱོ་རྫས་ཐོན་རྫ་ལ་ཐ་སྙད། ཨ་ཅག་ལ་ཁ་བ་དང་ཨ་མ་ལ་ཁ་བ་དང་དངུལ་བསྐུར་ད་ལགས་དངུལ་དུས་ཚོད་ཏག་ཏག་ལ་མ་བསྐུར་ན་ཨ་ནི་ངེད་ཀྱི་ཡང་ཨ་ཅག་དང་ཨ་མ་ལ་ངེད་ཀྱི་པད་མ་སྲིད་ཚིག་བཙོག་པ་བེད་སྤྱོད་སྟངས་གྲངས་མ་འདྲ་ལ་ཉོན་ཡོད་རག་དེ་ཚོ་ང་གྱོད་པ་ཆེན་པོ་ཡོད་ཡོད་ཨ་ནི་ཕྱིས་སུ་ཨེ་འདེབས་ངས་རྙོག་དྲ་ཐ་དད་མང་པོ་ཤེར་དངུལ་བསྐུར་གིར་བསྐུར་ཡ་ལ་ཡ་མ་ཏིས་བྱིས་ལུས་ཐི་གི་རག་ཨ་ནི་ངེད་ཀྱི་རྙོག་དྲ་ཤེས་དཀའ་གྱོད་སྟངས་ཚིག་བཙོག་པ་ལགས། འདི་ཉིན་མང་པོ་ལ་མྱོས་རབ་ཨ་མ་ཆེ་ཨ་ཅག་ཆེ། འོ་ད་ནང་མི་ལ་ཡོད། ཨ་ནི་འོ་འདི་དུས་བབ་ཆེན་པོ་ཡོད་ཨ་འདི་གང་ལ་ངེད་ཀྱི་དུད་འགྲོའི་ལས་ཀ་འདུག་ག་ཁ་ཆེ་ཡིན་ན་ན་ངས་ཞྭ་ཤང་ཡོད་ར་ཞྭ་ཤང། ཞྭ་ཤང་ཁོ་རང་འགྲོ་གི་ན་ད་གན་མཆོད་བྱེད་ངེས་བྱེད་ཀྱི་ཡོད། གན་མཆོད་ལ་ན་ད་མཚམས་པར་འགྲོ་གི་ཡོད་ཉི་མ་དམག་མི་ཆེ་བོས་ཤོར་བས་ནས་ཚུལ་བཙན་མཆོད་སླེབས་ནས་དམག་མི་ལ་བཙུད་ཨ་འདི་ནས་དམག་མི་ནས་ཐོན་ནས་ཨ་སོ་སོ། མཆོད་བྱེད་ནས་བསྡད་ཀྱི་འདུག་ག་གན་མཆོད་མཚམས་པར་འགྲོ་གི་འདི་ངེས་བྱེད་འོ་དེ་འདྲ་རེད་ཡོད། ང་ཞྭ་ཤང་ཁོ་རང་ནང་ལ་ཁ་སྐུད་བྱེད་ཡོང་མ་རེད་མ་ཡིན་ད་ངས་ཞྭ་ཤང་རྡོ་རྗེ་གདན་ལ་གུང་དཀར་རྡོ་རྗེ་གདན་འགྲོ་འུ་ར་ཐག་པ་ཨ་རྡོ་རྗེ་གདན་ལ་འགྲོ་བའི་སྐབས་ལ་ངས་ཞྭ་ཤང་གི་ནང་དགོན་བྱ་བྱ་ངས་རོགས་པ་ཁྲིད། ཞྭ་ཤང་གི་ནང་གཏོར་ནང་ནང་ལོགས་ལ་བཅའ་ལ་ད་དངུལ་དེ་འདྲ་ནི་ཁ་སྐུད་བྱེད་ཡོང་མ་ར་ད Gas Cylinder ཡོད་ར Gas Cylinder གཉིས་འདུག་འདི་རྐུ་མ་ཀྱང་འདི་ཁྱེད་འདི་བཙོང་སོ་སོ་ར་ཟེར་གི་དོན་དག་ལ་ཡོད་ད་ངས་དེ་འདྲ་བྱེད་ཡོང་ཡོད་ར། ཨོ་ནོ་ཨོ་ར་འདུག་ཟོ་ད་ང་ད་ལྟ་ཆར་བསམ་བློ་ན་ལས་ཀ་ད་ཡག་པོ་མ་ར་འདུག་ཅག་ར་ཨོ་ནོ་ཨོ་ར་འགྱོད་པ་ཡོད་ཡོད་ར་འདུག་གསང་མ་བྱེད་གུ་ལ་ད་སོ་སོ་གི་ཨ་ཉི་མ་ཨེ་འདྲ་བྱེད་ཡིན་ཤ་ཤང་ལ་སྡུག་པོ་དེ་འདྲ་ཞིག་བཏང་ཡིན་ང་ར་ནང་མི་ཡིན་ནའི་སོ་སོ་ད་ཁ་བྲལ་ནའི་ལོ་འདི་གམ་སི་ཀྲོ་བོ་ར་ཡིན་པ་ཡིན་ནའི་ད་འདོད་ངེས་ཀི། ཁོ་ཚོ་ལ་ཕར་ཚུར་ཕར་སེམས་པ་སྐྱོ་བཞག་ཚབ་ལ་ད་འདོད་ངས་དཀའ་ངལ་འདི་སྐམ་ས་སྤྲད་ཡོད་ཡ་དེ་ཡི་རྐྱེན་གྱིས་ངའི་ཨ་མ་ཡིན་ནའི་ནད་བ་ཆགས་རེད་ཨ་མ་ཡིན་ནའི་ང་ལ་སེམས་ཁྲལ་བྱེད་ཅེས་ནད་བ་ཆགས་རེད་ཡོད་ནའི་ཕྱིས་སུ་ད་ངས་དེ་ལ་དམ་ས་ལ་ཨ་ཅག་ཡོད་རྒུ་འདི་གི་ད་ང་ལ་ཁྱོད་ལ་ཁྱོད་རིཧབ་ལ་བསྐྱུར་ལ་སོ་ཚམ་པ་ད་ང་འོ་འདི་ངའི life མེ་ཚིག་ནང་ད་རིཧབ་ཐེངས་མ་དང་པོ་རེད་ཨ་ནི་ཨ་ཅག་གི་རིཧབ་ལ་བསྐྱུར་ལ་སོ་དེ་དུས་ང་བྲོས་ཡ་འདོད་པ་མེད། འདོད་པ་མེད་ཡོད་ཡིན་པ་ཡིན་ནའི་ད་དུས་དུས་ཨ་ཅག་གི་ཨུ་ཚུགས་ཀྱང་ནི་ད་འདོད་ང་ལ་ལྟོགས་ལ་ལངས་ཁ་རེད་ཁྱོད་རི་ཧབ་འགྲོ་འོ་དེ་ཚོ Course དེ་གམ་འདེབས་བྱས་ཁྱོད་ཡག་པོ་གཙང་མ་སྤངས་དེ་ཚོ་ཚང་མ་ད་ནང་སྨྱོ་རྫས་དེ་ཚོ་བེད་སྤྱོད་བྱས་ཏེ་གཙང་མ་སྤངས་བ་ཡིན་ན་ཁྱོད་རང་ལ་ངེད་ཀྱི་ཚོ་སྔགས་རྒྱ་ནས་སྤྲད་དགོས་ནི་བྱ་ལ་ཀྱང་ཁྱོད་རང་དགའ་ཅིག་ད་མ་འོངས་པ་མདུན་ལམ་དེ་ཡག་པོ་བཟོ་དགོས་ལ་ཨ་ཅག་གིས་ང་ལ་དབུགས་འདི་འདྲ་ལ་རོལ་ཡ།

བེད་ཞིག་ཏུ་ཉལ་ཁྲི་ཞིག་ཏུ་ཡང་ཉལ་ཁྲི་ཞིག་ལ་མི་ད་མི་མི་གཅིག་གཅིག་ཡོད་ར། མི་བཞི་ཡོད་ར། ཨ་ནི་ང་དང་པོ་ད་ཉོབ་ས་བོད་པ་ང་གཅིག་པོ་ར་མི་ཚང་མ་ངོ་ཤི་འགོ་མ་ར་ཡིན་པ་ནས་ད་དེ་རི་ཧ་དེ་པེན་མ་སེ་ཡག་པོ་དུ་ཡ། ཨ་ནི་ཁ་ལག་ཡག་པོ་གཅིག་ཡོད་ཨ་ནང་ལོག་ལ་ད་རི་ཧ་བཀའ་སྤྱིའི་འགྲོ་སྟངས་དེ་ལབ་ཧན་ཁ་ལ་དེར་སིསྟེམ་གཅིག་ཡོད་ར་ཁོང་ཚོ་འགྲོ་སྟངས་དེ། བེད་ཧྥོར་སེ་ཞེས་མིང་དུ་ཡོད། ད་ང་འོ་འདི་ལ་ཟླ་བ་ལྔ་འདས། ད་ཟླ་བ་ལྔ་འདས་ཤི་བ་ལོ་ལ་རི་ཧབ་ནང་ལོ་ལས་ང་ཚོ་ཡང་ཐ་མ་ནག་པོ་ཕྱི་ལོ་ནས་ཐབས་ཤེས་ཆེ་ནང་རོ་ལ་ལྟུང་དེ་ནས་མ་སྔོ་ཆེན་ཡིན་ང་ཐེངས་མ་གཉིས་གསུམ་འཇུས་སུ་ཡོད། དེ་དུས་རི་ཧབ་ང་ཚོ་རི་ཧབ་དེ་ཡོད་དེ་རེད་ཨོ་པན་རེད་ཁུར་ལྭ་རེད་ཡོད། ད་གང་ཕྱི་ལོ་ལ་འགྲོ་དེ་ནས་བྱས་ན་བྱིའུ་ཤུགས་དམ་དྲག་ཡོང་མར། ཨ་ནི་ཀའུ་སི་ལར་གི་པེ་ཨ་གོར་སོ་རོ་མ་ལོ་དེ་ར་ལ་ཞོར་ཇར་མ་ནི་ལ་རེད་ཁོ་རང་གི་ཕ་མཐའ་འདི Prescription Drugs Addict རེད་ཡོད།

ཁ་ཆེན་ན་ན། མ་ཛོ་གི་རུམ་ན་ལ་ད་ད། བུར་ཅི་ཀྲོག་ཀ་ཅི་མ་ཅན་ཅོར་མ་ཅན་ཅོར་ཁོ་རང་སྙིང་རྗེ་ལོ་ཆེན་པོར་ཡོད་ཨ་ནི་ཁོ་རང་འདིར་བྱད་ཁོ་ར་ཨ་རག་གི་ཡོད་ཉེན་གོམ་ཆེན་པོ་ཤོར་དགོས་དོན་འདྲ་རེད་ཨ་ནི་ཁོ་རང་གནས་སྟངས་ཡིན་ནའི་ད་ཡག་པོ་མི་འདུག་ར་ད་ང་ཚང་མ་གནས་སྟངས་ཡག་པོ་ཡོད་མ་རེད་ཡིན་པ་ནས་ཁོ་རང་ལ་སྤུ་གུ་ད་སྐྱེ་མེད་ཡོད་བ་ཆེ་ཨ་ནི་གནས་སྟངས་ཡག་པོ་མི་འདུག་ད་དུས་དུས་ད་ང་ལོ་ཆུན་ཅུ་ར།

འོན་ཏེ། ལ་ཁོ་ཚོ་ཚང་ད་ལྟ་ངའི་གི་རུམ་མེད་ཇོ་ར་བུར་སྟོབས་ཀྱི་མ་བྱེད་འདི་ཁོ་མི་ཉམ་ཆུང་མི་ཡ་ཡག་པོ་ཇོ་རུ་ཡ་ཁོ་གི་འདོད་པ་འོན་ཏེར་ཨ་ནི་འོན་ཏེ་ཡིན་དུས་ཡ་ད་ངའི་གི་ད་ག་ས་གོ་ད་ང་ཚོ་མ་ཉེ་གོང་ལ་ཕ་ཚོའི་སྐད་ཆ་འགྲོ་བཤད་འདི་གི་ར་འོན་ཏེ་དུས་དེ་དུས་ངའི་གི་ལ་ཞེན་པ་ཁྱོད་བུ་མོ་ཁོ་ལ་སྤུ་གུ་བུ་མོ་གཉིས་ཡོད་རུ་ཡ། ཨ་མྱེས་ལགས་བཞིན་པ་ཁྱོད་རང་བུ་མོ་གཅིག་མཉམ་པོ་ཆང་ས་ངས་ང་ལ་སྤྲད་ངས་ཆང་ས་རྒྱག་གོ་ལགས་བཞིན་པ་མི་ད་རྩེད་མོ་རྩེད་ནས་རྟ་ཡང་རྩེད་མོ་རྩེད་ནས་ལགས་ཨ་ནི་གོང་ད་ཉལ་ཡོད་གོང་ད་ཉལ་ཡོད་ཨ་ནི་ཞོ་ཀེ་ལང་དུས་ར་ད་ད་ང་ཚོའི་རུམ་མེད་ལ་ན་ང་ད་ཡོ་ཀེ་ཤ་ལགས་བཞུར་ང་ཉོས་ཆང་པོ་ཡག་ར་སྤུ་སའི་ལ་དུས་ཀ་ཇེ་གུག་བཞུར་ཡོ་ཀེ་ཤ་ཀེ་ལགས་སུ་ཡོ་རེན་ཅན་དུ་ནི་ཨ་ཀ་ལུག་དུས་ད་ད་ང་ད་ཁོ་བོས་ཀྱི་མིང་དྲན་པ་བྱེད་ས་དུ་ཡོ་བཞིན་པ་འུར་སྒྲོག་མ་བྱེད་འདི། ཁོ་ལ་ཨེ་འདྲི་ལ་ཡིན་པོ་ལགས་སྟག་ཕོ་རི་ཧབ་ལ་དེ་ཡ་རེད་མི་འདུག་ལགས་ཁོ་འགྲོ་གི་འགྲོ་གི་ལེ་འདུག་ལགས་བྱ་ལ་ཚང་མ་པེག་བྱེད་དེ་འདུག་ལགས་ཡ། ཨ་ལ་ཨེ་ལ་ཡིན་ད་ང་ཡ་གཅིག་ལྟ་གྲོན་ཁོ་པེག་བྱེད་དེ་འདུག་ཡ། ཨ་ནི་ང་ད་ང་ཡིན་ནའི་ཧ་གོ་ར་ཁོ་གོ་ཅིག་འདོད་པ་ད་ད་གཟོད་ཧ་གོ་གོ་ར་ད་ངེད་ཀྱི་སྐད་ཆ་དེ་འདྲས་ཞིག་ལ་ནི་ཡོ་གས་ཤིག་གིས་ལགས་ཁྱོད་ཀྱིས་ཨེ་འདྲི་ལ་ཡིན་པ་ལགས་ཁྱོད་རང་ཁྱོད་རང་ད་ག་ཡིན་མ་རེད་ལགས་ཡིན་ནའི་ཁོང་ཚོ་རྒྱ་གར་དུ་ཚོ་ཡའི་ཕུ་བོ་ད་ང་ཚོ་ཨེ་འདྲི་ལ་ན་པེ་དེ་ཕུ་བོ་རེད་ལགས་ཡ།

ང་དྲུག་གི་ནས་ང་གལ་སྲིད་བདེ་བ་ཡིན་ན་ཁོ་དྲུག་གི་དུ་ལེན་ཡོད་རང་ཨ་ནི་འོ་འདི་སོང་ཙང་ཨ་ནི་ང་ང་དང་པོ་ཕྱིས་ལེན་པ་ཨ་ནི་སངས་རྒྱབ་ལ་དཔལ་འབར་སངས་རྒྱབ་སྤྲོ་ཡིན་པ་ཨ་ནི་ད་བདེ་སྐྱིད་ལ་ཁོ་ད་བདེ་ཡོད་གིར་བེད་སྤྱད་ཁ་ཤ་ན་ན་ང་དྲུག་ར་གཉིས་ལ་ཡིན་པ་ཡོ་གེས་ལ་ཉེར་རོགས་པ་འཇོག་ར་ར་རཱས་པུར་པུ་ཁོ་ལ་ལ་ཡིན་པ་ང་དྲུག་གི་ལས་ཁོ་ང་འགྲོ་ན་ཁོ་བདེ་སྐྱིད་དུ་ལེན་ཁོ་ལས་བདེ་སྐྱུག་ལ་ཡིན་པ་ཨ་ནི་ང་འགྲོ་འགྲོ་ཤ་ཡིན་པ། ལག་པ་ལ་ཕོན་གཅིག་མི་འདེབས་མེད་ར་འོང་དེ་འདིར་ནོ་ཀི་ཡ་དོ་མ་བེལ་རྒྱུ་ཡ་འོང་འདིར་ཨ་ནི་པེ་ཤ་ནི་གུང་མོ་གཅིག་གི་མི་ཡོ་ཨ་ནི་ད་འདི་འགྲོ་ནི་ང་ཁར་འདུག་དེ་གི་ལིང་ལ་འགྲོ་ཡིན་པ་དེ་གི་ལིང་འགྲོ་ར་ད་འདི་རྗེས་ལ་ང་ཁ་རེ་ཁ་རེ་ཆ་ཡིན་མི་འཇོ་ར་འོང་འདི་ངེད་ཀྱི་མཇུག་མ next episode ལ་ཤེས་འོ་ར་ཨ་ཚང་མ་གི་འདུག་མུ་འཐུད་ནས་རྒྱབ་སྐྱོར་གནང་རོགས་གནང་ད་རིང་ང་འདི་ལ་ལས་ཀ་ལ་ཡོ་ཨ།

རྨ་བྱ་ཡི་དོན་དག་ལས་ཡོད། འོན་ཏུ་བྱས་ན་ང་ག་ཚོད་སོ་སོའི་ངོས་ནས Positive དེ་ཡག་གི་ཅིག Try བྱེད་ཡུལ་བདེ་སྐྱིད་ཡོད་ཡོད། འོང་འདི་ག་རང་ཡིན་ཨ་ནི་ཚང་མ་ལ་ཐུགས་ཆེ་གནང་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང། ཨ་ནི་ད་རིང་འདི་གམ་ཚེ་ཡི་རོ་ཨ་ནི་རྣམ་ཤེས་དྲང་མོ་དེ་དག་ཕལ་ཆེར་དགོན་བདག་ཆགས་བ་རྒྱག་ས་རེད། ཨ་ནི Trust ལེགས།